ཉམ་ཐག་སྡེ་བརྒྱད་དེ་དགེ་ལ་སྙན་པ། ཉམ་ཐག་སྡེ་བརྒྱད་དེ་ག་དུས་ན་ལས་ཀ་མི་ལམ་གེ། དངུལ་ཏིས་རགས་པ་དྲ་ཆེན་དཔའ་བའི་ཆང་འཐུང་བཤགས་པ། རི་བ་ཨ་མའི་གཏོར་བཤགས་པ། དེ་འདྲའི་གནས་སྟངས་མང་པོ་གཞིས་ཆགས་ནང་ལ་མཐོང་མྱོང། གཞིས་ཆགས་དྲུག་ཐོན་གཅིག་གི་ས་ནི་མགོ་འཛིན་བྱེད་པ་ཡིན། ཉམ་ཐག་ལ་ཡང་འཚང་ཁ་བརྒྱབ་ན་དང་པོ་ངེད་ད་ད་འདྲ་གཟིགས་དང་པ་སངས་ལ་མུ་དྲག་བྱེད་ན། ནང་གཟིགས་ནང་ལ་འདུག་འཕྲོད་བསྟེན་ནང་ལ་འདུག་ཤེས་རིག་ནང་ལ་འདུག་ཚང་མའི་ནང་ལ། ད་ཉམ་ཐག་ཡིན་ན། གོ་སྐབས་ཆ་ཚང་སྒྲོག་བྱེད་ལུས་ཁོང་ཚང་མས་ཀྱི་གོ་སྐབས་དེ་ལེན་ཐུབ་ཀྱི་ཡོད་པ་ས་སྒྲོག་བྱེད། དེ་ལ་ངོ་ཚ་རྩ་བ་ཉིད་ནས་མེད་པར་བཟོ་དགོས། འཛེམ་ཟོན་རྩ་བ་ཉིད་ནས་མེད་པར་བཟོ་དགོས། དེ་མང་ཚོགས་ཀྱིས་མཁྱེན་དགོས་ཀྱི་རེད་གསུང་གི་འདུག། ད་ལྟ་ཐུག་གི་ཡོད་མ་རེད་ལ་ནི་གཅིག་བཤད་ཡོང་གི་འོ་རེད། དེ་ཟུར་ལ་ཨ་ནི་ང་ཚོའི་གི་གསང་རྒྱུན་བརྒྱུད་ལམ་ཁག་ནི་བྱེད་སྤྱི་ཚོགས་དྲ་རྒྱ་ནང་ལ་ཉམ་ཐག་ང་སྐྱོ་བོ་ཡིན་ཟ་ཡ་མེད་བཏུང་ཡ་མེད་ཨ་ཧ་ཀླད་པའི་སྐྱོ་བོ་ཡིན་ཞེས་ཅིག་བཤད་ཡོང་ངེས་དེ་བཀྲམས་ཡོང་གི་འོ་རེད། འདི་གི་དགའ་སྡུག་བརྒྱབ་པ་ཡིན་ན། རྒྱ་ནག་གཞུང་གིས་བོད་ཆོལ་བཏང་གིག་ཆེད་བོད་ཆོལ་འཚོལ་བ་ཡིན་ན། ག་རེ་ཡིན་ན་ང་ཚོ་ཤེས་གི་ཡོད་མ་རེད། ཡིན་ན་ཡང་གནས་ཚུལ་དེ་འདྲའི་ཆ་དེ་ཞིག་ཨ་ནི། ཁེ་སར་རང་ཐལ་ང་ཚོའི་དྲིལ་བསྒྲགས་དྲུང་ཆེ་ཚང་རྒྱབ་ཨར་ཡ་ལགས་ཀྱིས Global Times དེ་ལ་ཨིན་ཇི་ནི་ང་ཚོའི Tibet Dot Net ལ་ལན་འདེབས་དེ་རྒྱག་བཞག་ཡོད་དམ། རྒྱབ་བཞག་ཡོད། ཡིན་ན་ཡང། ད་ལྟའི་སྤྱི་ཚོགས་དྲ་རྒྱར་མུ་མཐུད་ནས་ལྷག་ཆེས་རྒྱ་ནག་གཞུང་གི་བཤད་ཡག་དང་དོལ་རྒྱལ་རྗེས་འབྲང་པ་བཤད་ཡག་དང་ཨ་འདས་སྤྱི་ཚོགས་དྲ་རྒྱ་ན་ལ་ནི་སྐྱོ་བོ་ཉམ་ཐག་འགའ་ཤས་ཀྱི་བཤད་ཡག་འདི་སྤྱི་ཚོང་ཆགས་པ་ཡིན་ན་དགྲ་དགའ་གཉེན་སྡུག་ཆགས་དགོས་ར་བ་ད་འདི། ཁྱིམ་དང་པོ་ཁང་ལེ་ཉིས་རྩ་དྲུག་ཡིན་མིང་ལ་ཡེ་ཤེས་དོན་དྲུག་ལས་ཡོད་ཡོད། བློ་གསར་གླིང་གྲྭ་ཚང་གི་ཨ་ནེ་ཨེ་འདྲ་རོགས་པ་བྱེད་པ་འདི་ལ་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལད་ཡིན་ད་ལྟ་འདི་འདྲའི་དུས་ཚོད་ལ་ང་ཚོ་ཕྱི་ལ་འགྲོ་དགོས་བསམ་ན་ཕྱི་ལ་འགྲོ་ཡ་རག་གི་མི་འདུག་ཨ་ནེ་ན་ཚ་འདི་སྡུག་ཅག་ཅིག་འདུག་ག་དུ་ལ་འདི་ཚེ་དང་ཚང་མ་འདི་འདྲའི་དགོ་འདྲ་ལ་སྐྱེས་ཡོང་དུ་འདུག་སྙིང་ཐག་པ་ནས་ཐུགས་རྗེ་ཆེ་ལད་ཡིན་ང་རང་ལ་སྤུ་བོ་མང་པོ་ཡོད། ཁྱེད་ལ་ནི་དཀའ་ལས་རྒྱག་བ་སོང་ན་རྒྱག་ཡ་མི་འདུག་གྲྭ་ཚང་ཡོངས་སུ་ཐག་གནང་ལ་སྙིང་ཐག་པ་མཐོ་ཆེ་ལ་ཡ་ཡིན། ང་རང་མིང་ལ་ཕུ་བོ་སྒྲོལ་མ་ཡིན་ལ། སྐད་མི་ཞི་བ་ཁང་ལེན་བཞི་བཅུ་ཞེར་དགུ་ཡིན། ཁྱེད་དང་ང་རང་ཡིན་ན་བཞུགས་སྒར་དང་དབུགས་ས་ན་ས་ཡིན། དཔལ་འབྱོར་གྱི་དཀའ་ངལ་ཁྲོད་ད་ད་ལྟ་སྐུ་ཞོགས་ཉིན་བྱེད་དགེ་བཤེས་ཀྱི་དེ་འདྲའི་སྐུ་ཞོགས་མང་པོ་ཕེབས་ནས་ནང་ལ་རེ་ཞེན་དང་སྣུམ་དང་མར་དང་ཨ་བྲ་དང་ཚང་མ་གནང་སོང་ཐུགས་རྗེ་ཆེ་གནང་བཀའ་དྲིན་ཆེ་སོང།

དེ་འདྲ་གི་དཀའ་ངལ་འཕྲད་རྗེས་དཀའ་ངལ་འདི་འདྲ་འཕྲད་ཀྱི་འདུག་ཟེར་ལ་རྗེས་འབྲང་ལག་ནང་ལ་འཆར་བ་རེད། གཉིས་ནས་ཨ་མདའ་ནང་བཞིན་གྱི་ཅི། དེ་གི་བརྗོད་ནས་ད་ཅི་ནང་མི་ལ་དཀའ་ངལ་འཕྲད་རྗེས་བལ་པའི་སྤྱི་ཚོགས་ནང་ལོག་ལ་ད་ཅི་བི་གའི་ཟླ་རང་ས་ལ། ནས་སོ་སོ་གི་སྤུ་བོ་ཡིན་པ་ཡིན་ན་ཡང་ད་ཅི་བི་གའི་ཡན་ཏན་ག་ག་རྫོད་གི་སློབ་སྦྱོང་ཡག་པོ་ཡོད་པ་ཡིན་ན་ཡང་ཨ་ནི་ཁ་ལས་ཅི་དང་དེ་བ་ལས་འགྲོ་ཡ་ལ་ཨ་ནི་བི་གའི་ལྷང་ཡེན་དང་དེ་ཚོ་སྤྲད་ཡ་ལ་དཀའ་ངལ་འཕྲད་རྗེས་གཏོང་ཐུབ་མ་སོང་ཟེར་གི་དེ་འདྲ་གི་ད་སྡོམ་པ་བཏིང་ནས་ནི་སྐད་ཆ་དེ་འདྲ་བཤད་པ་རེད་དེ་བཤད་པ་ལ་བརྟེན་རྗེས་དེ་ནི་ད།

ལྟ་རའི་རྣམ་པ་ཚོ་ལ་གཞོལ་ཡས་ཀྱི་གཙོ་བོ་དེ་ག་རེ་ཡིན་ཟེར་ལབ་པ་ཡིན་ན། འདི་གི་ད་ཁ་སང་བློ་བཟང་སེང་གེ་གི་སྐད་ཆ་ཤི་ཡས་དེ་གི་ཧ་ཅང་གི་ད་ཅི་པི་གི། སྤྱི་བཏང་གི་འཛོམས་པུ་ལི་ནང་ལོ་ར་ཡང་གུའི་བེ་ནང་ལོ་ལ་བཞུགས་མཁན་གི་བེ་མི་ཚོ་ལ། ཅི་བདག་རང་ས་གི་སྒྲིག་འཛུགས་དེ་ག་འདྲ་ཅི་ཡིན་དང་མ་ཡིན་དེ་ད་ཤི་ཚད་ནང་ཚད་ར་བ་ཅི་གཟུ་སོང་ཚང་ཚང་ར་བ་ཅི་དྲན་གི་འདུག་དེ་ག་ཡིན་ཟེར་ལབ་པ་ཡིན་ན་སྤྱི་བཏང་གི་དམངས་གཙུགས་གི་སྤྱི་ཚུགས་ཡིན་ཟེར་ཡ་འདྲ་མ་དང་དེ་འདྲ་གི་ཞི་བུ་ཅི་ཡོད་ཟེར་ལབ་ཅི། སྐད་ཆ་བཤད་གི་ཡོད། སྐད་ཆ་བཤད་གི་ཡོད་རེད་མ་གཏོགས། བཤད་གི་ཡོད་པ་ཙམ་མ་འདུག་པས་ཀྱི་དེ་སྔོན་ལ་ད་དེ་ནས་མེད་པ་དེ་གསལ་པོ་ཞིག་ནས་མཐོང་ཐོས་ཆགས་འདུག་བ། གཅིག་ནས་ག་རེ་རེད་ཟེར་ལབ་པ་ཡིན་ན་ད་དངོས་གནས་ཀྱི་ད་དུས་ཚོད་གྲངས་འདུག་པའི་དཀའ་ངལ་དེ་འདྲ་བཤད་འོང་དུས་ཙང་ལ། ཡང་ན་ནི་དུས་ཚོད་གྲངས་འདུག་ཅེས་པའི་ཀྱི། རྒྱ་ནག་གཞུང་གི་ནུས་ཤུགས་སྤྲད་ནས། ནི།

དངོས་པོ་ད་ཅི་དངོས་ཡོད་ཀྱི་གནས་ཚུལ་ད་ཅི་གང་ཡང་ཤེས་ས་མེད་པས་ད་ཅི་དངོས་གནས་ཀྱི་སྙང་ཉོན་གྱི་དབུ་ལས་འདས་བསྡད་པའི་གྱི་སྣང་བྱེད་དེ་དངོས་གནས་གསལ་པོ་ཞིག་ནས་བསྟན་ཡོད་རེད་བསམ་ཙང་དྲན་གྱི་འདུག་སོང་ཙང་ཨ་ནི་འདིའི་བརྒྱུད་ནས་ངས་ག་རེ་ཞུ་གི་ཡོད་ཟེར་ལབ་པ་ཡིན་ན། ངོ་རང་ཚོ་བོད་མི་ཚོ་གི་ཚ་མོ་ལོག་གི། འདི་གི་ད་རང་ས་གི་འདྲི་རྩུག་གི་ནང་ལོག་ལག་གི་དཔེ་ཤག་འདི་ག་ནས་ཡོང་གི་ཡོད་རེད་ཟེར་ལབ་པ་ཡིན་ན་བེ་རི་ཡོད་དུ་བཅུག་གི་མི་ཐུ་ནས་ཨ་ནི་ཡང་ན་ཅིག་བལ་པའི་ཆུ་དང་རི་གཤོང་སྲུང་བྱ་བྱེད་ཡ་ཡང་ན་ཅིག་གིན་སུ་ཁང།

ཨ་མེ་རི་ཀ་གི་གཞུང་ལ་ངེས་པར་དུ་གི་དེ་ལ་ཞིབ་འཇུག་བྱེད་ཅིག་གི་དག་སྣང་བྱེད་གི་དེ་ནི་ཏག་ཏག་ཅིག་འཕྲོད་གི་མེད་པ་དེ་སིལ་བུ་ཞིག་ཏུ་བསྟན་དགོས་རེད་བསམ་དྲན་གི་འདུག་དེ་སོང་ཙང་ང་ཚོ་ཡིན་ན་དེ་སྙུན་གཞི་རྒྱག་གི་ཡིན་དག་སྣང་གི་གཉིས་མཐོང་དང་དེ་སུ་དང་ད་གང་སྔགས་འདི་ཕེ་གི་ཨ་མེ་རི་ཀ་གྲོས་ཚུགས་གོང་ལ་དེ་ནི་ཞེས་སྙུན་གཞི་རྒྱག་གི་ཡིན་ཁྱོད་རྣམ་པ་ཚོ་ཡིན་པ་ཡིན་ན་དེ་སུ་གང་ཤི་སྲེག་སྡང་སྲེག་བཟོ་དགོས་འདུག།

ང་ནི་དེ་བོད་ཀྱི་ཀློག་པ་མ་བཏང་རུ་ཅི་ཐུགས་རྗེ་གཟིགས། ང་ནི་གཞུང་བཀའ་དྲིན་གྱིས་ནི་ང་ལ་ཁྲི་སྟེང་ལས་ཁུངས་ཉམ་ཐག་ནས་བླུགས་ནས་ནི་ཁྲི་སྟེང་ལས་ཁུངས་ཀྱི་ཡིན་ན་ཡང་ང་རང་སྔ་མ་ན་སྤྱན་ལྡན་གྱི་དྲ་ལྷག་དཔོན་མོ་མོ་བྱིངས་ཡིན་ཡང་ཁྲི་སྟེང་ལས་ཁུངས་ང་ལ་རོགས་རམ་གང་འཚམས་གནང་བྱུང། ནི་ཕུག་རོགས་ཡིན་ན་ཡང་ནི། ཤེས་རིག་ལས་ཁུངས་ཀྱིས་ང་ལ་ཕུ་གུ་ཚང་མ་ལ་རོགས་ཉམས་ཐག་ནས་བླུགས་ནས་རོགས་རམ་གནང་ནས་ཚང་མ་སློབ་གྲྭ་ལ་ད་ལྟ་འགྲོ་དང་འགྲོ་བཞིན་པ་ཡིན། ད་རེས་ཡང་ང་ཚོ་ཡར་བསྡད་ཡར་གནས་ཚུལ་གཅིག་སྦིར་བོད་ཚོགས་ཀྱི་ཁོངས་ནས་ཆགས་ཡིན་ས་རེད་དེ་ཡར་མར་གསལ་བཤད་ཅིག་ཞུས་ན་བསམ་བསམ་རུང་དེ་འདྲས་བྱུང་སོང་ཨ་ནི་ཡར་ད་རེས་པ་སངས་ཀྱི་གནས་ཚུལ་གཅིག་འདུག་ཞེས་བྱས། འདུག་སུ་བྱས་ཏེ་ད་དྲ་རྒྱའི་སྒང་ལ་འཁྱར་འདེད་དགོས་ས་རེད། བྱས་ཙང་དེ་ཡིན་དུས་ཙང་ལ་འདིའི་སྐོར་དེ་རྒྱབ་མ་འདུག་སུ་བྱས་ཅིག་གསལ་བཤད་ཞུས་ན་བསམ་སོང། བྱས་ཙང་དེ་ཡིན་དུས་ཙང་ལ་ང་རང་ཚོ་བཙན་བྱོལ་གཞུང་གི་ཡནང་བཞག་བ་དེ་སློབ་གྲྭའི་གི་སྐོར་རེད་ནས་འདྲ། ནད་དཔེ་གི་སྐོར་རེད་ནས་འདྲ། ད་ག་ནང་བཞིན་གི་ཆ་ཚང་གཅིག་གི་ཉམ་ཐག་གི་ཐོབ་ཐང་དེ་ཁོ་རང་ལ་བོད་གཞུང་གི་གང་ཡོད་པ་དེ་ཕུལ་དུ་ཡོད་རེད་དེ།

མི་མང་པོ་བཞུགས་གཅིག་ད་ལས་མེད་ཆགས་ནས་ཨ་ནི་དཀའ་ངལ་འཕྲད་བསྡད་ཡོད་རེད་ད་ང་ཚོ་ཨ་མི་རི་ཀ་ཆགས་བཞག་པས་ན་འདི་གམ་ཚིག་དཀའ་ངལ་ཡོད་མ་རེད་ད་ཅིག་ག་ཚོད་རེད་ཨ་མི་རི་ཀའི་གཞུང་གིས་ད་རིང་དངོས་གནས་ཅིག་ད་མི་རེ་རེ་ལ་ཡ་ཅིག་སོ་སོ་སོ་ནང་ལ་ཡ་དངོས་གནས་ཅིག་ག་ཚོད་རེད་དངུལ་མ་ཉུང་བ་ཞིག་བཏང་ཡོང་གི་འདུག་བ་སྐུ་འགྲོ་སོང་བཏང་ཡ་ལ་ཡ་ཁོ་དཀའ་ངལ་གང་འཕྲད་ཀྱི་མི་འདུག་དཔེ་མི་ཧ་ལས་པའི་བཀའ་དྲིན་ཆེན་པོ་ཡིན་བསམ་གྱི་ཡོད་ངས་འདི་ཡག་པོ་མཐོང་གི་ཡོད་ད་དེ་རིང་ངས་བསྡད་ཡོང་བྱས།

ལྷག་པར་དུ་ལྷོ་ཕྱོགས་གཞིས་ཆགས་རྒྱ་གར་དམ་ས་ལ་དང་ག་ཚ་ཁ་ལ་ཡོད་རེད། ཨ་ནི་ང་རང་ཚོ་བཙན་བྱོལ་སྒྲིག་འཛུགས་ཆགས་ཤག་ཡིན་ནས་ད་བི་གའི་དམ་ས་ལ་ཡོད་རེད། ད་བཙན་བྱོལ་སྒྲིག་འཛུགས་ཀྱི་བོད་མི་སྒྲིག་འཛུགས་ཀྱི་ད་གར་སོ་རེད་ད། ཕྱི་གི་འདིའི་ནང་ལ་ཡ་ད། ཨ་ནི་བརྙན་འཕྲིན། ཏི་བྷེ་ཏི་བྷི་ནང་ལ་ཡ་ད་སྲིད་སྐྱོང་བེད་མ་དོན་གྱི་ཧ་ལམ་ཉི་མ་རྟག་པ་སོ་རེད་ད།

དངོས་གནས། གསེར་གྱི་ཀ་བ་ལ་ང་ཚོ་ལྕགས་ལྷན་པ་རྒྱབ་དགོས་ཡ་ཡོད་མ་རེད་ང་རང་ཚོ་སྐྱབས་བཅོལ་བ་རེད་ང་རང་ཚོ་སྐྱབས་བཅོལ་ནང་ལ་དངོས་གནས་མི་འབུམ་ཁ་གཅིག་ནང་ལ་ཡ་དངོས་གནས་ཅིག་སྐྱོ་ཐག་ཆོད་དེ་ངས་དེ་འདྲའི་སླབ་གྲྭ་ལ་ཡ་སྙིང་རྗེ་འགྲོ་ནི་པའི་ཁ་ར་ཟ་ཡ་ཉི་མ་ཅིག་ལྟོས་ཐོ་གཅིག་མ་ཟ་གི་མེད་ཟེར་ངས་དེ་འདྲའི་དེང་སང་དམིགས་བསལ་དཀའ་ངལ་འཕྲད་དེ་ངས་དེ་འདྲའི་སྤུ་སྐུ་སླབ་གྲྭ་བཏང་མ་ཐུབ་ངས་དེ་འདྲའི་ནང་ལ་ཁ་ར་ཟ་ཡ་མེད་ངས་དེ་འདྲའི་བོད་རིགས་མང་པོ་འདུག་བ་མི་ཉུང་བ་དོན་ཡོང་གི་འདུག་བ་དེ་འདྲའི། དེ་ཚོའི་རིགས་དེ་དེ་ཚོའི་རིགས་དེ་ད་རྒན་དེ་སུས་ཁྲིད་སྐོར་སུས་རྒན་ཁྱི་གུ་བར་ད་འདི་ང་ཚོ་བོད་པ་རེད་ད།

དཔེར་ན་སྲིད་སྐྱོང་གིས་འབུམ་ཉི་ཤུ་ཟིག་སྤྲད་སོང་བ་རྒྱ་གར་གཞུང་ལ་ཡ། རྒན་མོ་ལངས་ཡའི་སྐད་ཆ་ལ་བཞིར་བ་འདི། སོ་སོའི་གི་ལས་འགན་ཁྲིད་དགོས་ཡག་གི། བོད་མི་སྒྲིག་འཛུགས་གི་ལས་འགན་འདི། དངོས་གནས་ཅིག་ལྟ། སྤྱི་ཚོགས་སྐྱོ་བོ་འདི་སྤྱོད་ཚོགས་ནང་ལ་སྐྱོ་བོ་ག་ཚོད་འདུག་ཉམས་ཐག་འདི་གི་ལྟ་ལྟ་ཡ། མ་ལྟ་བ་བྱས། འདི་གི་དེར་ལྟ་ག་རྒྱུ་ལྟ་འདི་གི་དེ་སློབ་གྲོགས་སྤུ་ག་དཀའ་ངལ་ག་རེ་འཕྲད་གི་འདུག་འདི་གི་དེ་ཟ་ཡ་འདུག་མི་འདུག་ག་རེ་བྱེད་གི་འདུག་ག་འདྲ་མི་ཚེ་སྐྱེལ་ནས་བསྡད་གི་འདུག། ཁ་བ་ཐོག་ནས་ཡིན་ན་ཡིན་མེད་འབྲེལ་བ་བྱེད་དགོས་རེད་བ།

ཁོང་སོ་སོར་སུ་ཡིན་པ་ཡིན་ནའི་གཙོ་བོ་བོད་མིའི་སྒྲིག་འཛུགས་ཀྱི་འགན་ཅིག་ཁྱེར་ནས། ང་དང་ང་ཚོའི་སྤྱི་ཚོགས་ནང་ལ་དངོས་གནས་ཉམ་ཐག་མང་པོ་འདུག་ལབ་འདྲེ་བུ་གུ་ཡིན་ན་རེད་ག་ཤེད་ལབ་འདྲ་རྟགས་མ་ཐོན་མཁན་དེ་འདྲ་འདུག་འདི་ཚོའི་རིགས་ལ་དངོས་གནས་ཅིག་ད་དམིགས་བསལ་གྱིས་ཅིག་ཚོགས་པ་བཙུགས་ནས་མ་ཏྲེས་པོ་བཙུགས་ཡོད་ཟེར་འདི་གའི་རྟགས་ང་དང་འབྲེལ་བ་ཆེ། དངུལ་སྤྲད་དགོས་ན་དངུལ་སྤྲད། སྲིད་སྐྱོང་གི་ནམ་ཞུ་ཁ་འབོར་ཞུ་ཞུ་བའི་བཤད་ཀྱི་འདུག་བ་ག་ཚ་ག་ནས་པའི་དངུལ་སུ་མི་ལ་སུམ་ཅུ་ལ་སོ་ཉི་ཤུ་སུམ་ཅུ་ལ་ཞུ་བཤད་དེ་གི་འདུག་བ་བ་དངུལ་དེ་གི་དེ་ག་བ་ཕྱིན་པ་རེད་ད། བ།

མི་དཀའ་ངལ་མེད་པར་བཟོད་དགོས་ལ། བའོ། ནུ་ཚོད་འདི་ཞུ་འདོད་བྱུང་སོང། ད་ངས་སྐད་ཆ་དེ་རིང་དྲང་ངེར་བྱས་སོང་དགོངས་སྐད་མེད་པར་ཞུ་ཡག་མ་འོངས་པ་ལ་ཁ་ལས་བཅག་ཆོག་པ་ཅིག་ཞུ་ཡ་ཡིན་ཐོ་ཆེ། ཉམ་ཐག་བདེ་སྐྱིད་དེ་གྱི་ལ་ཉམས་པ། ཉམ་ཐག་བདེ་སྐྱིད་དེ་ག་དུས་ནས་ལས་ཀ་མི་ལམ་གི། དངུལ་ཏིས་རག་པ་འདྲ་ཅན་དཔའ་བའི་ཆང་འཐུང་ཤ་པ། རི་བ། ཨ་མའི་གཏོར་བཤགས་པ། དེ་འདྲའི་གནས་སྟངས་མང་པོ་གཞིས་ཆགས་ནང་ལ་མཐོང་མྱོང། གཞིས་ཆགས་དྲུག་ཐོན་གཅིག་གི་ས་ནི་འགོ་འཛུགས་བྱས་པ་ཡིན། ཉམ་ཐག་ལ་ཡང་འཚང་ཁ་བརྒྱབ་ན་དང་པོ་ངེས། ད་ད་འདྲ་གཟིགས་དང། པ་སངས་ལ་མུ་དྲག་བྱེད་ན། ནང་གཟིགས་ནང་ལ་འདུག་འཕྲོད་བསྟེན་ནང་ལ་འདུག་ཤེས་རིག་ནང་ལ་འདུག་ཚང་མའི་ནང་ལ། ད་ཉམ་ཐག་ཡིན་ན། གོ་སྐབས་ཆ་ཚང་སྒྲོག་ཅིག་ལས་ཁུངས་ཚང་མས་ཀྱི་གོ་སྐབས་དེ་གླེང་ཐུབ་ཀྱི་ཡོད་པ་བཟོ་སྒྲོག་ཅིག། ཨ་དེ་ལ་ངོ་ཚ་རྩ་བ་ཉིད་ནས་མེད་པ་བཟོ་སྒྲོག་ཅིག་འཛེམ་ཟོན་རྩ་བ་ཉིད་ནས་མེད་པ་བཟོ་སྒྲོག་ཅིག་དེ་མང་ཚོགས་ཀྱི་མཁྱེན་དགོས་གི་རེད་གསུང་གི་འདུག།